ད་ད་རེས་ངའི་རྣམ་པ་ཚོ་ལ་ཡ། ད་ནི་རྩོད་རྙོག་ཟེར་ཡ་དེ་རུ་འཛམ་བུ་གླིང་གི་ནང་ལ་གནས་སྟངས་ག་འདྲས་ཆེ་སླེབས་ཀྱི་ཡོད་རེད། དེ་ནི་ང་རང་ཚོ་ཀྱི། ང་རང་ཚོ་ཀྱི་གནས་སྟངས་གནས་བབ་འདི་སྒང་ལ་ད་ལྟའི་ཀྱི་གནས་སྟངས་འདི་སྒང་རོབ་ཅིག་ཞུ་གི་ཡིན་རོ། དང་པོ་འདི་ལ། འཛམ་བུ་གླིང་རྒྱལ་ཁབ་ཡོངས་སི། ཡོངས་སི་སྒང་ལ་ཡ་ད། ཡང་ར་ཤི་ཡ་ཀྱི་ད་ད་ཡུ་ཀི་རེན་ལ་ཡ་ཡང་རྒྱུ།

ད་ལྟའི་གི་གནས་སྟངས་ལ་ཚབ་ཆེན་པོ་གཅིག་ཡོང་རྒྱུ་དེ་བ་དེ་ཨ་ནི New Year Eve ལ་ཡ་ད་ཨ་རི་ད་ལྟ California ནི་གནས་ཚུལ་གཅིག་དོན་བྱས་པ་ལ་ཡ་ད New Year Eve ལ་ཡ་ཨ་ནི་འབམ་རྒྱག་གི་ཡོད་བའི་གི་གནས་སྟངས་གཅིག་ད་ལྟ་དེ་འདྲའི་གི་ཡང་ཟ་འདྲ་གི་གནས་སྟངས་གཅིག་འགྲོ་བཞིན་པ་གཅིག་ཆགས་བསྡད་ཡོད་རེད་ད་ལྟ་ད་ཁ་ཚང Australia ལ་གནས་སྟངས་བྱུང་བ་གཅིག་ད་ལྟ Bondi Beach ཟེར་ས་དེ་མཚོ་གི་མཚོ་གླིང་མཐའ་ལ་ཡ་ཨ་ནི།

འབྲེལ་བ་ཡོད་བདེ་མཆོག་ཆབ་སྲིད་ལྟ་བ་ལངས་ཕྱོགས་འདི་འདྲིས་ཀྱི་གནས་ཚུལ་འདི་བཅུར་རྒྱབ་ནས་བཟོས་བྱས་མི་མང་ལ་ཡ་མགོ་བོ་ཐད་ཆེ་ལྟ་འདི་ང་རང་ཚོ་གི་ཅིག་རྩོད་རྙོག་འདི་ཆེ་ཆུང་ཆ་མ་ཆ་འདི་མི་མང་གི་སློབ་སྦྱོང་ཤེས་ཚད་ལ་དཔའ་བའི་གི་གནས་སྟངས་འདི་ཆགས་ཡོང་གི་ཡོད་རེད་འདི་གཅིག་རེད། ད་ང་ཚོ་བོད་པའི་སྤྱི་བཏང་གི་གནས་སྟངས་འདི་ལྟ་བ་ཡིན་ན་ད་ལྟའི་གནས་སྟངས་འདི་ལ་ཡ་ད་ང་ཚོ་སྲིད་སྤྱི་གཉིས་ཀྱི་འོས་བསྡུ་སླེབས་པའི་ཉེ་ལ་ཡ་ཨ་སྤྱི་ཚོགས་ནང་སྐྲག་ལངས་འདྲ་མིན་རེ་བཤད་ཀྱི་ཡོད་རེད་ཨ་ནི་ག་ཤེད་ཀྱི་མ་ཡིན་མ་ཉེས་ཁ་ཡོད་བྱས་ནས་མི་སྒེར་ལ་ཡ་ཟུར་ཟ་བྱེད་ཡ་དང་ད་དེ་འདྲས་རབ་དང་རིམ་པ་མང་པོ་ཡོང་བསྡད་ཀྱི་ཡོད་རེད་བ་འོ་དེ་ཚོ་ལ་ཡ་གདོང་ལེན་ག་འདྲས་བྱེད་དགོས་ཡོད་མེད།

མི་རྒན་པ་དེ་ཚོ་སློབ་སྦྱོང་མི་རྒྱུག་དེ་ཚོ་རེད་བ། འདི་གཅིག་རེད། ད་དྲང་པོ་བཤད་བ་ཡིན་ན་རྣམ་པ་ཚོ་བསམ་བློ་ཡག་པོ་ཞིག་བཏང་དང་རོགས་སྐུ་ངོ་སྤེན་པ་ཚེ་རིང་སྐབས་ལ་ཡིན་ན་རེད་སྲིད་ཟུར་སྐབས་ལ་ཡིན་ན་རེད་ད་ལྟ་མ་འོངས་པ་ཡོང་རྒྱུ་དེ་བས་ཀྱི་ད་ང་རང་ཚོ་སྲིད་སྐྱོང་སུ་ཁུག་ཡོད་ན་རེད་སྐལ་རྡོར་ལགས་ཁུག་ཡོད་ན་རེད་ད་ནི་ཡང་ད་ལྟ་སྐུ་ངོ་སྤེན་པ་ཚེ་རིང་ཁོ་རང་རང་འཇགས་ཁུག་ཡོད་ན་རེད་གང་ལྟ་མ་ཁུག་གང་ལྟ་འདི་ལ་མ་ལྟ་བའི་ཐོག་ནས་རོགས་མི་སུ་འདྲ་ཅིག་ཡོང་བ་ཡིན་ན།

བཙན་བྱོལ་སྒྲིག་འཛུགས་ཀྱི་ནང་ལ་འགོ་དཔོན་ལངས་ཏེ་ངས་འདི་ཚོ་སོ་སོ་སོ་གི་ཨ་ནེ་དཔའ་བོའི་གི་ཁ་ལ་དཔའ་བོའི་སོ་སི་བྱེད་ཅེས་ཕྱག་ལས་གནང་ནས་སོ་སོ་ལ་དཔའ་བོའི་གྲུབ་འབྲས་ཅིག་ཐོན་ཡོད་རེད། དཀའ་ལས་རྒྱག་ཡོད་རེད་སེམས་ཚང་མས་དཀའ་ལས་རྒྱག་ཡོད་རེད་ད། གཅིག་གིས་དཀའ་ལས་མ་རྒྱག་གཅིག་གིས་དཀའ་ལས་རྒྱག་པ་དེ་འདྲའི་གང་ཡང་མ་རེད། དཀའ་ལས་རྒྱག་ཡོད་རེད། ད་ཡིན་ནས་ང་རང་ཚོ་གི་སྤྱི་ཚོགས་ཀྱི་ནང་ལ་རོ། སྤྱི་ཚོགས་ཀྱི་ནང་ལ་བདེ་འཇགས་མ་ཡོང་བ་དེ་ག་རེ་རེད་ན། གཞི་མེད་སྐྱོན་བརྗོད་བྱས་ནས། ཨ་ནི་མི་གཅིག་གི་ཡིད་ཇེ་ཆེ་དེ་ཉིད་བྱོས་རོགས། འོ་འདི་རེད་ཤག་སི་ད། ཅེས་པ་ཅེས་མ་བྱི་བའི་དོན། འདིས་ང་ཚོའི་སྤྱི་ཚོགས་ཀྱི་ནང་ནོན་འཁྲུལ་ཆེ་ཤོས་ཅིག་རེད། ང་ཚོ་འདས་བེད་ཀྱི་ལོ་རྒྱུས་ཀྱི་ནང་ལ་བལྟ་བ་ཡིན་ན། ད་ལྟ་བར་དུ། ང་རང་ཚོ་རང་གི། ཕྱི་བལྟས་ལོག་ནས་བལྟ་བ་ཡིན་ནར་ད་ང་རང་ཚོ་གི་ཕ་མེས་ཀྱི་ཕ་མེས་སྐབས་ནས་ཇི་ཡ། རྒྱལ་རབས་ལོ་རྒྱུས་ནས་བལྟ་ནས་ཇི་ད་ད་བར་དུ་བལྟ་བ་ཡིན་ན། ང་རང་ཚོ་རང་གི་བཟོས་ཤ་རྒྱོག་གི་ཆང་གཅིག་རལ་མ་ཏོ་གཅིག་གིས་གཞན་པ་གང་ཡང་མ་རེད་རེད་བ། དཔེར་ན། ད་ང་ཚོའི་སྤྱི་ཚོགས་ཀྱི་ནང་ལ། སྤྱི་ཚོགས་དེ་ཨ་ནི། ལྷིང་འཇགས་མ་ཡིན་བ་དང་དེ་ཚོ་ཚང་མ་ག་རེ་ཆབ་སྲིད་ཀྱི་ཨ་ནི་ལྟ་བ་ལངས་ཕྱོགས་ཆུང་ཚགས་ཅིག་མ་མཐུན་པ་རྐྱེན་གྱིས་ཨ་ནི་གནས་སྟངས་འདི་ཆགས་ཀྱི་ཡོད་རེད་བ། དེ་གཅིག་རེད། ད་མ་ད་ཤ་བྱས་ནས་ང་ཚོ་བསམ་བློ་ཡག་པོ་བཏང་ནས་མ་བྱས་པ་བྱས་པ་ཡིན་ན། དེ་ལས་ཀྱང་གནད་དོན་ཆེན་པོ་གླེང་དགོས་ཡ་དང་རླུང་བསླང་དགོས་ཡ་དེ་འདྲ་གང་ཡང་ཡོད་མ་རེད། ད་ང་རང་ཚོ་ད་ལྟ་ངེད་ཅག་གིས་བསམ་བློ་བཏང་བ་ཡིན་ན་ང་རང་ཚོ་གིས་བོད་རྒྱ་གི་འབྲེལ་མོལ་གྱི་སྐོར་ལ་བཤད་པ་ཡིན་ན་ད་ལྟ་བར་དུ་ང་ཚོ་ད་ལོ་བཅུ་ཕྲག་གཅིག་ལྷག་ཕྱིན་ཆད་ང་ཚོ་ལ་ཡོད་མ་རེད་ད་ན་དབུ་མ་ལ་ནས། གཅིག་གི་རེ་བ་དང་དེ་འདྲའི་གང་ཡང་ཡོད་མ་རེད་རང་བཙན་ལ་ནི་རེ་བ་གང་ཡང་ཡོད་མ་རེད། མེད་འདུག་ག་ལ་རྒྱ་ནག་གི་ང་ཚོ་པོར་འབྲེལ་ལམ་བཅད་དགོས་ཡ་དེ་རྒྱུ་རྐྱེན་གཙོ་བོ་དེ་ག་རེད་ལ་ན། ང་ཚོའི་གི་སྤྱི་ཚོགས་ཀྱི་གནས་སྟངས་དེ་འཇོག་ཆགས་ཏེ་ཡོད་ད་ད་གད་མོ་ལངས་ཡ་ཆེ་ནུས་པ་གང་ཡང་མེད་ཁྱོད་ཀྱི་བྱས་ཙང་ཁོང་ཚོ་གི་ཡ་བྱེད་ཀྱི་ཡོད་མ་རེད་ད། དེ་ག་བ་ལ་ཐུག་བསྡད་ཡོད་རེད་ལ་ན།

མ་འོངས་པ་ལ་ཕྱི་རྒྱལ་ལ་འགྲོ་བའི་དཀའ་ངལ་ཆེ་རུ་ཆེ་རུ་ཟུག་ཡོད་རེད་བོད་པ་རང་གིས་ཟུག་ཡོད་རེད། འདི་ག་འདྲ་རེད་ལ་ན། ཕྱི་རྒྱལ་ཁབ་ལ་ད་ལྟ་སུ་འདྲ་བྱས་ན་བོད་པ་གཅིག་འགྲོ་བ་ཡིན་ན་སྐྱབས་བཅོལ་ལ་ཡ་ག་ལ་ག་ཙམ་གཅིག་ད་བརྒྱ་ཆ་བརྒྱད་ཅུ་ཁས་ལེན་གྱི་ཡོད་རེད་ད་བརྒྱ་ཆ་བརྒྱད་ཅུར་ད་མི་བརྒྱ་འགྲོ་ན་བརྒྱད་ཅུ་ཁས་ལེན་གྱི་ཡོད་རེད་ཉི་ཤུ་སོ་སོ་གི་བྱེད་སྟངས་མ་འགྲིག་ནི་ནོར་གི་ཡོད་རེད།

ངེད་ཀྱི་སྐད་ཆ་བཤད་བཤད་རྒྱོ་དེ་ཚོ་རྣམ་པ་ཚོ་བསམ་བློ་ཡག་པོ་བྱེད་ནས་གཏང་ད་རོགས་ངས་བཤད་རྒྱོ་དེ་ཚོ་རོགས་དངོས་འབྲེལ་གྱི་སྐད་ཆ་དེ་ཚོ་དངོས་འབྲེལ་ག་བཤད་ཀྱི་ཡོད་རེད་ང་ཚོའི་སྤྱི་ཚོགས་ཀྱི་ནང་ལ་འདི་བསམ་བློ་གཏང་གི་མི་འདུག་འཕྲལ་ཕུགས་རྒྱང་གསུམ་ལ་ཁེ་ཕན་ག་འདི་ཆེ་ཡ་འདུག་གཞུང་ཚགས་གཅིག་གི་མཐུན་འདུས་གཅིག་ལ་ལྟ་ནས་ཡ་ཐག་རང་པོ་ལྟ་ཐུབ་གི་མི་འདུག་དཀའ་ངལ་འདི་རེད། ང་རང་ཚོ་འགོ་དཔོན་ཡིན་ན་སྒེར་རོ་ག་དུས་ཡིན་ན་ལོ་གཅིག་གཉིས་གསུམ། མི་གཅིག་ལ་ནུས་པ་དང་རྩལ་དང་ག་རེ་ཡོད་ན་སྟོན་ཡས་ཡོད་པ་ཡིན་ན་ཤེས་ཡོན་དང་འཇོན་ཐང་ག་རེ་སྟོན་ཡས་ཡོད་ན་ལོ་གཅིག་གཉིས་གསུམ། འདི་བར་དུ་སྟོན་ཡས་ཡོད་རེད་འདི་གི་ལྷག་སྟོན་ཡས་ཡོད་མ་རེད་ནུས་པ། འདི་གཙང་མ་གཙང་རྐྱང་རེད་ད་རྣམ་པ་ཚོ། ང་ཚོའི་སྤྱི་ཚོགས་འདི་ཡག་པོ་ཆགས་ཉེར་དྲུག་ཡོད་རེད་ཡག་པོ་ཆགས་སྟངས་འདི། ཕ་ཕྱོགས་ཐག་རིང་པོ་མ་མཐོང་ཙང་གི་ཨ་ནི། སོ་སོའི་སྒེར་གྱི། ཅིག་ལྟ་བ་ལང་ཕྱོགས་ལ་དགའ་ནས་ཨ་ནི་ཅིག་བྱས་དོ། འདི་ང་ཚོ་རྒྱལ་ཁབ་ལ་ནུས་སྤྱི་ཚོགས་དེང་སང་སྤྱི་ཚོགས་ཀྱི་ནང་དུ་རྒྱ་བོར་མི་བྱེད་ཁ་བཏང་ཉེར་མ་ཡན་ག་ཡོད་ཕྱིན་ཡིན་ད་ལྟ་བོད་གཞུང་ཁོ་རང་གི་ང་རང་ཚོ་གི་གཞུང་ཁོ་རང་ག་ལེ་ག་ལེ་ག་ལེ་ག་ལེ་གཞུང་གི་ཨ་ནི་ཅིག Officially བཤད་རྒྱོགས་དེ་ཚོ་ར་ནུས་པ་མེད་རྒྱུ་ཆ་ཡས་ཀྱི་ཉེན་ཁ་དོ་ད་མི་ཚང་མ་ལ་དོགས་པ་སྤུངས།

བོད་སྐད་རེད། བོད་སྐད་འདི་དྭངས་མ་གཅིག། དང་པོ་ཉན་ལ་སྒུག་གི་ཡོད་རེད་ཀློག་ཤེས་པ་དང་བྲི་ཤེས་པ་གཅིག་སྒུག་ཡོད་རེད། ད་བོད་ཡིག་མ་ཤེས་ཉན་ཀློག་མ་ཤེས་ཉན་དེ་འདྲའི་སྤྱི་འཐུས་ནང་ལ། སྤྱི་འཐུས་ཀྱི་སྒྲིག་གཞི་ཁོ་རང་གི་ནང་ལ་རོ་སྒྲ་སྐད་བརྒྱབ་ཆོག་གི་ཡོད་མ་རེད། ད་རེས་གཉིས་དེ་འདྲའི་རྣམ་པ་ཡང་ང་ཚོ་གི་གོ་བརྡ་འཕྲོད་ཡ་བྱེད་དུ་ཆོག་མཆན་ཞུས་དགོས་རེད་ད། རོ་བ་ཚོགས་གཙོ་ལ། ཨ་ནི་གཞི་ནས་སྦྲགས་སྐད་དེ་ཚིག་འདི་མ་བཏོན་ཆོག་གི། ད་གེ་སྐུ་ཅི་སྨྲ་ཤེས་ཡན་དེ་འདྲའི་སྤྱི་འཐུས་ར་བ་ནང་ལ་ག་འདྲི་སླེབས་པ་ཡིན་ན་དེ་འདྲི་སླེབས་པ་ཡིན་ན་གར་འཆི་གི་རེད་ད་གར་ཆག་གི་རེད་ད་འཇོག་འཇོག་རོགས་ད། དེ་གྲོས་ཚོགས་རེད་ད། དེ་ཚོ་ང་ཚོ་མི་མང་གི་བསམ་བློ་བཏང་ཡས་དེ་མ་བཏང་བ་ཡིན་ན་མ་འོངས་པ་ལ་ང་ཚོ་སྤྱི་ཚོགས་དེ་རུལ་གི་རེད་ད།

དེ་གང་ཡང་གལ་ཆེན་པོ་བརྩིགས་མ་རུང་གང་ཡིན་ཟེར་ན་སོ་སོ Respect། སོ་སོ་ལ་རང་དབང་ཅིག་ཡོད་རོགས་འདི་སྟོན་གི་ཡོད་རོགས། ད་ང་ཚོ་སྤྱི་ཚོགས་ག་རེ། ཁང་པ་ང་ཚོ་ཁང་པ་ནང་མི་གཅིག་གི་ནང་ལ་འོ་དེ་འདྲ་བྱས་བ་ཡིན་ན། ད་ནང་ལོག་འཁྲུག་ནས་ག་རེ་བཟའ་ཚང་ད་ང་ཚོ་ད་ལྟ་ལྟ་ཡས་འདུག་ཨ་ད་ལྟ། བཟའ་ཚང་ཁ་བྲལ་སྐྱོ་ག་ཚོད་འདུག་ད་འདི་ད་ལྟའི་ཆབ་སྲིད་ཀྱི་འཁྲུག་ཆ་འདི་གི་ནང་ལ། ད་བསམ་བློ་བཏང་དང། དེ་གའི་ཀླད་པ་བུ་ཟུ་དོག་པོ། འཛམ་གླིང་འདི་གི་ནང་ལ། ང་ཚོ་གི་ཆོས་འདི། ཡང་དག་པ། སེམས་ཁམས་རིག་པའི་གི་ཐོག་ལ་གུ་གཡང་པོ་ཞུ་ཅིག་འཛམ་བུ་གླིང་ན་མེད་བའི་གི། ང་ཚོ་ལ་ཡོད་བདེ་བ་འདི་རོ་ང་ཚོ། མི་ལྐུག་པ་ལྐུག་རྐྱང་ཆགས་བསྡད་རོགས་ད། ཧཧཧ།